ལ་དྭགས་ད་ལ་དྭགས་ཀྱི་ས་གནས་དེ་ནི་ང་ཚོ་སྙེ་མ་ནི་ད་ང་ཚོ་ཅིག་རིག་གཞུང་གི་ཐོག་ནས་གང་ཅིའི་ཐོག་ནས་འབྲེལ་བ་ཡོད་ཙང་དེ་ད་འབྲེལ་བ་ཡོད་པའི་ཐོག་ནས་ཆབ་སྲིད་ནང་ལོགས་ལ་ནི་འགྱུར་ལྡོག་ཆེན་འདི་གྱུར་ཅིག་ད་ལྟ་རང་བོད་ཆུ་ཚོད་ག་ཤེད་ཤིག་ངེས་ལ་ཨ་ནི་གནས་ཚུལ་ཅིག་ཐོན་པ་འདི་ངས་རྣམ་པ་ཚོ་ལ་བཤད་ན་བསམ་སོང་ཨ་ནི་ད་ལྟ་སྤྱི་ཟླ་ཉིས་སྟོང་ཉི་ཤུ་རྩ་བཞི་གི་སྤྱི་ཟླ་ལྔ་པའི་ཚེས་ཉི་ཤུ་ལ་རྩ་བའི་རྒྱ་གར་རྒྱལ་ཡོངས་ཆ་ཚང་ལ་མཁས་བཙུན་སྤྱི་ཟླ་བཞི་བའི་ཚེས་བཅུ་དགུ་ནས་བཅས་ཀྱི་འགོ་བཙུགས་བྱས་རྗེས་རྒྱ་གར་གྱི་དབུས་འོས་བསྡུ་ཆེན་མོ་དེ་འགོ་བཙུགས་འོག་རེད་རྒྱ་གར་གྱི་དབུས་འོས་བསྡུ་ཆེན་མོ་དེ་ནང་ལོགས་ལ Lok Sabha ལོག་སཱ་བྷ་གི་ནང་ལོགས་ལ་རྐུབ་བཀྱག་ཞབས་བཀྱག་ལྔ་བརྒྱ་བཞི་བཅུ་ཞེ་གསུམ་ནང་ལོགས་ནས་རྐུབ་བཀྱག་གཅིག་ལ་དྭགས་དང་ཀར་གྷིལ་ཁུལ་གྱི་མི་མང་གི་སོ་སོ་གི་གྲོས་ཚོགས་འཐུས་མི་ཞིག་དམ་འགོག་རེད་ད་ལྟའི་ཆ་ལ་ལ་དྭགས་ཀྱི་གྲོས་ཚོགས་འཐུས་མི་འདི་ད་སྐད་གྲགས་ཡོད་པ་རྒྱ་གར་ནང་ལ་སྐད་གྲགས་ཡོད་པ་ཅིག་ག་ལ་བ་རེད་ད་ང་ཚོ་བོད་པ་མང་ཆེ་གི་ཧ་གོ་བསྡད་ཡ་དེ་སུ་རེད་ཟེར་ལབ་པ་ཡིན་ན་འཇའ་ཡང་ཚེ་རིང་རྣམ་རྒྱལ་ལ་རོ། འདི་རེད། ད་ཡིན་ན་ཡང་འདི་ནང་ལོགས་ལ་འགྱུར་བ་ཤུགས་ཆེན་པོ་ཕྱིན་པ་རེད་འགྱུར་བ་དེ་ག་རེ་ཕྱིན་པ་རེད་ཟེར་བཞིན་ལབ་པ་ཡིན་ན། ད་ཉིས་སྟོང་ཁོ་རང་གི་དུས་ཚོད་འདི་དུས་ཡུན་འདི་རྩ་བའི་ད་ཉིས་སྟོང་བཅུ་དགུ་ནས་བྱས་རྗེས་གྲོས་ཚོགས་འཐུས་མི་བདམས་བཞག་རྒྱུ་འདི་ཨ་ཉིས་སྟོང་ཉི་ཤུ་རྩ་བཞི་ནང་ལོགས་ལ་ཉིས་སྟོང་ཉི་ཤུ་རྩ་བཞི་གི་སྤྱི་ཟླ་ད་ཕལ་ཆེར་དྲུག་པའི་གི་ཚེ་གཅིག་རྗེས་ལ་ཨ་ནི་གྲོས་ཚོགས་འཐུས་མི་འདི་བརྗེ་བོ་བརྒྱབ་དགོས་རེད་ཨ་ལ་དྭགས་ལ་ཨ་ནི་འོས་ཤོག་བླུ་བའི་འདི་གྲོས་ཚོགས་འཐུས་མི་བདམས་མེད་འདི་ལ་དྭགས་ལ་འོས་ཤོག་བསྡོམས་མེད་འདི་སྤྱི་ཟླ་ལྔ་པའི་གི་ཚེ་ཉི་ཤུ་ལ

ལ་དྭགས་ཀྱི་ད་ལོ་ཉིས་སྟོང་ཉིས་བརྩ་བཞི་གི་གྲོས་ཚོགས་འཐུས་མི་གི་འོས་མི་དེ་ཨ་ཇཱ་ཡང་ཚེ་རིང་རྣམ་གྱི་ལ་བདམས་ཡོག་མ་རེད། ཨ་ཇཱ་ཡང་ཚེ་རིང་བདམས་གི་ནས་མ་བདམས་བྱས་ཅི་སུས་བདམས་པ་ལ་ན་ཨ་ནི་བཀྲ་ཤིས་རྒྱལ་མཚན། བཀྲ་ཤིས་རྒྱལ་མཚན་བདམས་པ་རེད་བཀྲ་ཤིས་རྒྱལ་མཚན་འགྲོ་ཆ་ཤོམ་ན་ལ་དྭགས་བི་ཇེ་པི་ཚོགས་པ་གི་དེ་ངེད་ལ་དྲུང་ཆེ་ཟུར་པ་བྱེད་ཨ་ད་ལྟའི་ཆ་ལ་ཨ་ནི་ཁོ་རང་ཚོས་གི་ལ་དྭགས་འདི་ལ་ཡོད་པ་ད་ལ་དྭགས་རང་སྲིད་རང་སྐྱོང་ཨ་ནི་ཁ་ལོ་རེད།

ཨ་ནི། ཉིས་སྟོང་ཉི་ཤུ་རྩ་བཞི་གི་ལ་དྭགས་ཀྱི་བེ་ཇེ་པི་གི་འོས་མི་དེ་ཨ་ནི་བཀྲ་ཤིས་རྒྱལ་མཚན་ལ་བདམས་པ་རེད་ཟེར་ཟེར་དེ་གནས་ཚུལ་དེ་ངས་རྣམ་པ་ཚོར་གསལ་པོ་ཞུ་ན་བསམ་སོང། ད་དེ། ད་དེ་འདྲ་སོང་ཙང་ཨ་ནི། འདི་དང་འབྲེལ་བ་ཡོད་པའི་ཐོག་ནས་ཨ་ནི། འཇའ་ཡང་ཚེ་རྣམ་རྒྱལ་ལགས་ཀྱི་ངོ་དེབ་ནང་ལོགས་ལ་ཨ་ནི། ཁོ་རང་གིས་ཅིག་བྲིས་ཡོད་རེད་འདི་ངས་རྣམ་པ་ཚོར་ཅིག་སྟོན་བཞག་རོགས། ཨོ་དེ་འདྲ་སོང་ཙང་ཨ་འཇའ་ཚེ་རིང་རྣམ་རྒྱལ་ལགས་ཀྱི་ངོ་དེབ་འདི་ཆགས་བསྡད་ཡོད་རེད་ཨ་ནི་ད་ལྟ་ཆུ་ཚོད་ག་ཤེད་ཅིག་བསྙད་ལར་བ་ད་ཕལ་ཆེར་ཆུ་ཚོད་ལྔ་བསྙད་ལ་ཨ་འཇའ་ཚེ་རིང་རྣམ་རྒྱལ་ལགས་ཀྱི་ངོ་དེབ་ནང་མཆན་བྲིས་བཞག་རྒྱུ་དེ་ག་རེད་ལབ་པ་ཡིན་ན་ཨ་ད་ངས་འདི་བོད་སྐད་ནང་འབྲེལ་བཤད་རྒྱག་བཞག་པ་ཕྱིར་བ་ཨ་ནི་དེ་རིང་ཨ་ནི་བི་རྗེ་པེ་ཀྱི་ཨ་ནི་ལ་དྭགས་ཨ། ད་བོད་ཀྱི་གྲོས་ཚོགས་འཐུས་མིའི་དོན་མེད་དོན་དག་ལ་ཁོ་རང་ཚོས་ཀྱི་འོས་མི་གསར་བ་ཞིག་བཏང་བ་རེད། འདི་འོས་མི་འདི་གསར་བ་འདི། ཨ་ནི། ད་ལྟའི་ཀྱི་གྲོས་ཚོགས་འཐུས་མི་ཀྱི་གྲོས་ཚོགས་འཐུས་མི་ཡིན་བསྡད་པ་འདི། རྗེ་བོ་རྒྱབ་བྱས་བྱས་བྱས་ཨ་འདི་ལ། རྗེ་བོ་རྗེ་བོ་རྒྱབ་དགོས་འི་ཀྱི་རྒྱུ་མཚན་ག་རེ་ཡིན་མེད་ད་དེ་ཚོ་གསལ་བོ་བྱས་མ་ལབ་བྱས་བྱས་པ་རེད། ཨ་ནི།

ཁ་ལོ་རེད་ད་བར་ལས་ཀ་བྱེད་མཁན་དང་ང་ལ་རྒྱབ་སྐྱོར་བྱེད་མཁན་ལ་དྭགས་ཁུལ་ལ་ཡོད་དེ་གི་མང་པོ་ཅིག་གིས་ད་འདས་ཀི་བི་ཇེ་པི་ཚོགས་པ་འདི་གི་ཐག་གཅོད་འདི་བྱས་པ་འདི་ལ་མོས་མཐུན་བྱེད་ཀི་ཡོད་མ་རེད། དེ་འདྲ་སོང་ཙང་ང་ཚོ་ད་འདས་ཀི་གནས་སྟངས་འདི་ལ་དཔྱད་ཞིབ་དང་མ་འོངས་པ་ག་རེ་བྱེད་དགོས་ཡོད་མེད་དམིགས་བསལ་ལ་དྭགས་ཀི་ཡར་རྒྱས་ཐོག་ལ་ག་རེ་ག་རེ་བྱེད་དགོས་ཡོད་མེད་ང་ཚོ་བསམ་བློ་བཏང་བཞིན་བཏང་དང་བཏང་བཞིན་པ་ཡིན་དེ་འདྲ་སོང་ཙང་ད་ལྟ་བར་དུ་ང་ལ་རོགས་པ་བྱས་པ་དང་ང་ལ་རྒྱབ་སྐྱོར་གནང་བ་དང་གླེང་ཐག་བ་ནས་ཐུགས་རྗེ་ཆེ་ཞེས་བརྗོད།

མི་དམངས་ནང་ལོགས་ལ་ཅིག་མ་སྡོད་པ་དང་མི་དམངས་ནང་ལོགས་ལ་ཅིག་ཁོ་རང་ལ་རྒྱབ་སྐྱོར་ཚད་མཐོ་བོ་མེད་པ་དེ་འདྲའི་དོན་འདི་གི་འདུག་ཅིག་བྱས་ཨ་འདི་གང་ལ་ཨ་ད་ལྟ་ལ་དྭགས་ནང་ལོགས་ལ six schedule ལ་ཅིག་བྱས་རོ་ལ་དྭགས་ལ་ཁོ་རང་ཚོ་གི་རིག་གཞུང་དང་སྲུང་སྐྱོབ་དང་སོ་སོ་རང་གི་ནི་ལ་དྭགས་ཡར་རྒྱས་བཏང་ཡག་དོན་དག་ལ་སོ་སོ་སོ་གིས་ནི་སྲུང་སྐྱོབ་བྱས་ཡག་གི་དེ་འདྲའི་གྲོས་བསྡུར་བྱས་ཡག་གི six schedule དེ་འདྲའི་ནང་ལ་དྭགས་དབུ་གུར US ལ་ཡག་གི་དེ་འདྲའི་གི་ཨ་ནི་ཤུགས་ཆེན་པོ་ཞུ་ཅིག་ད་ལས་འགུལ་ཤུགས་ཆེན་པོ་ཞུ་ཅིག་སུན་ནག་དབང་ཕྱུག་ལགས་ཀྱི་འགན་ཁྱེད་ནས་བྱས་ཤུགས་ཆེན་པོ་འགྲོ་ཡི་འདུག་དེ་ཨ་འདིའི་ནང་ལོགས་ལ་ཨ་ནི་ལ་དྭགས་མི་མང་པོ་བཅས་ཀྱིས་ཨ་ནི་ཁོ་རང་ལ་འདོད་པ་མེད་པ་དང་ཁོ་རང་ལ་རྒྱབ་སྐྱོར་མ་བྱས་པ་དང་དེ་འདྲའི་གི་ནམ་རྒྱུན་ཕྱོགས་ཆེན་པོ་དོན་གུས་ཡོད་ཙང་འོ་ཆེ་ནས་ཨ་ནི་ད་ལྟའི་ཆ་ལ་ཨ་ནི་ལ་དྭགས་ལ་ཨ་ནི་འཇང་ཡང་ཚིམ་རྣམ་རྒྱལ་ལ་མགོ་ནས་ཁོ་རང་ལ་འོས་མི་བཞག་པ་ཡིན་ན་ཨ་ཏི་རྒྱ་གར་སངས་ཀྱི་འོས་མི་བཞག་པ་ཡིན་ན་ཨ་ནི་དེ་འདྲས་ལ་ཨ་ང་ཚོ་བེ་རྗེ་བའི་ཚོགས་པ་ཤོར་ཡ་ཉེན་ཁ་འདུག་འོ་ཆེ་ནས་ཨ་ནི་བེ་རྗེ་བའི་ཚོགས་པའི་གི་ཨ་ནི་འོས་མི་དེ་འཇང་ཡང་ཚིམ་རྣམ་རྒྱལ་མ་བཞག་པ་བྱས་བྱས་བཀྲ་ཤིས་རྒྱ་མཚན་བཞག་དགོས་ཡ་གི་རྒྱུ་མཚན་ཅིག་དེ་མེད་འགྲོ་ཨོ་ལ་ཡིག་དེ་འདྲས་བརྗོད་བྱས་ཅིག་གནས་ཚུལ་འགྲོ་བཞིན་དོན་ནུས་ཀྱི་འདུག་དེ་འདྲ་སོང་ཙང།

སྙན་སང་ཅིག་ཞུ་གི་ཡོད་འདི་འདྲ་གསུངས་ས་འདི། ལ་དྭགས་མི་མང་ཁོ་རང་ཚོས་ཀྱི་འདོད་པ་རེད་མ་གཏོགས་སུ་གདམ་དང་མ་གདམ་འདོད་པ་རེད་མ་གཏོགས་འདི་ང་ཚོ་གི་ཐག་གཅོད་བྱེད་ཡ་ཁེ་གོ་ཆོད་མ་འདི་ཡིན་ན་འདི། ང་ཚོ་བོད་པ་དང་ལ་དྭགས་ཁུལ་འདི་ད་ལྟ་ང་ཚོ་ཆོས་དང་རིག་གཞུང་དང། སྐད་ཡིག་དང་ག་ལ་གང་ཙམ་གྱི་འབྲེལ་བ་ཡོད་དང་ཨ་འདི་གི་ཆབ་སྲིད་ཀྱི་འགྱུར་ལྡོག་འདི་འདྲ་འགྲོ་བ་ཅིག་རྣམ་པ་ཚོར་སྙན་སང་ཅིག་ཞུ་ན་བསམ་སོང་འདི་འདྲ་གསུངས་ས་འདི་རྣམ་པ་ཚོར་མཐུ་ཕན་སོས་པ་འགྲོ་ཅིག་ཡོད་ཞེས་ཞུ་ཡ་ཡིན་ཨ་འདི་འདྲ་གསུངས་ས་རྣམ་པ་ཚོ། ད་ལྟ་ཡང་དེ་འབྲེལ་གྱི་དང་འབྲེལ་བ་ཡོད་པའི་ཐོག་ནས་བརྙན་ཐུང་ཁ་ཤས་ཅིག་དམིགས་བསལ་རྒྱ་གར་གྱི་གྲོས་ཚོགས་འཐུས་མི་བདམས་ཐང་དང་དེ་འབྲེལ་སྐོར་ལ་ནི་མ་འོངས་པའི་རྣམ་པ་ཚོ་ལ་ཡང་བརྙན་ཐུང་བཟོ་གི་བཟོ་གི་བྱིན་ཞིང་དེ་འདྲ་སོང་ཙང་དེ་རིང་གི་བརྙན་ཐུང་བཟི་བ་དེ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་བ་ཡིན་ཚང་མ་ལ་ནི་སྙིང་ཐང་བ་ཐུགས་ཆེ།